འཛིན་གྲྭ་བཅུ་བ་དྲུག་གི་སློབ་གཉེར་བ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ད་དེ་རིང་གི་སློབ་ཚན་འདི་དབུ་འཛུགས་ཞུ་ཡ་ཡིན། ད་ཁ་སང་ང་ཚོ་སློབ་ཚན་ཕྱིན་པ་དེ་ག་རེ་ཕྱིན་ཡོད་ཟེར་ལབ་པ་ཡིན་ནའི་ཁ་སང་སློབ་ཚན་ཕྱིན་པ་དེ་ང་ཚོ་བཟའ་བཏུང་ལ་ཚེ་དགུ་གི་རེད་ཟེར་ཏེ་ང་ཚོས་མ་རེད་ཁ་སང་ང་ཚོ་སློབ་ཚན་ཕྱིན་པ་ཚེ་སྨད་བཞི། ཚེ་སྨད་བཞི་བྱམས་པ་ཚེ་སྨད་སྙིང་རྗེ་ཚེ་སྨད། བཏང་སྙོམས་ཚད་མེད་དགའ་བ་ཚད་མེད་ཚད་མེད་ཞིག་དེ་ག་དུས་ཡིན་པའི་ནང་ང་རང་ཚོ་གང་ཐུབ་ཐུབ་ཉམས་སྣང་བྱེད་དགོས་རེད་ཟེར་ཏེ་ཕྱིན་པ་རེད་ད་དེ་རིང་གི་སློབ་ཚན་འགྲོ་བཞག་སྟེ་ཤོ་ལོ་ཀ་བརྩི་བ་ཡིན་ན་ང་རང་ཚོ་ཤོ་ལོ་ཀའི་བརྩི་བ་ནི་ཤོ་ལོ་ཀ་བཅུ་གཅིག་བར་དུ་བྱས། དེ་ལ་ཁར་འཕགས་འགྱོད་གཞི་ག་ས་དགེ་སྡིག་ཆེན་པོའི་སྤང་བླང་གི་ཁྱད་པར་དགེ་བ་ཡིན་ན་རེད་སྡིག་པ་ཡིན་ན་རེད་བསམ་བློ་བཙོང་ཕྱོགས་དང་བྱེད་སྟངས་དང་ཀུན་སློང་གི་ཐོག་ནས་བསམ་བློ་བཏང་ཕྱོགས་ཐོག་ནས་དགེ་བ་ཡིན་ན་དགེ་བ་ཆེན་པོ་ས་ཡ་ཡོད་ཀྱི་སྡིག་པ་ཡང་སྡིག་པ་ཆེན་པོ་ས་ཡོད་མཁན་འོ་དེ་དགེ་སྡིག་ཆེན་པོའི་སྤང་བླང་དགེ་བ་ཆེན་པོ་དེ་བླང་དགོས་རེད་སྡིག་པ་ཆེན་པོ་དེ་སྤང་དགོས་རེད་འོ་སྤང་བླང་ཟེར་འདུག་མཁན་དགེ་བ་ཆེན་པོ་དེ་བླང་དགོས་རེད་སྡིག་པ་ཆེན་པོ་དེ་སྤང་དགོས་རེད་སྤང་བླང་དགེ་སྡིག་ཆེན་པོའི་སྤང་བླང་གི་ཁྱད་པར་སྤང་བླང་ཁ་སང་ང་ཚོ་ཆུང་མ་སྤང་བླང་གང་གང་དུ་ཕྱིན་ཡིན་པ་ཆུང་མའི་སྤང་བླང་ཟེར་འདུག་གང་ལ་ཆུང་མ་ཆུང་མའི་ཁྱད་པར་བཤད་པའི་སྐབས་ལ་ཆུང་མའི་སྤང་བླང། ཆུང་མ་ཁྱད་ཆོས་གསུམ་དང་ལྡན་པའི་ཆུང་མ་ཞིག་ཡོད་ན་ཆུང་མ་སྤང་དགོས་རེད། ཁྱད་ཆོས་བཞི་དང་ལྡན་པའི་ཆུང་མ་ཞིག་ཡོད་ན་ཆུང་མ་ལེན་དགོས་རེད་ཟེར་འོང་སྤང་བླང་ངོ་ཟེར་དོ་འདི་ལ་ད་དགེ་བ་དེ་བླང་ཡག་ཆེ་སྡིག་པ་སྤང་ཡག་ཆེ། དགེ་བ་ཆེན་པོ་བླངས་ན་གང་འདྲས་སུ་བླང་དགོས་རེད་ཉམས་ལེན་བྱེད་དགོས་རེད་སྡིག་པ་ཆེན་པོ་སྤངས་ན་གང་འདྲས་སུ་སྤང་དགོས་རེད་དགེ་བ་ཆེན་པོ་བླངས་ན་ཉམས་ལེན་བྱེད་གང་འོང་དེ་དགེ་སྡིག་སྤང་བླང་ཁྱད་པར་སུ་ལ་ད་འཕགས་ཡོད་ཁྱེད་རང་ཚོ་འཕགས་ནས་གཟིགས་ཨ། ཞོ་ལོ་ཀ་བཅུ་གཅིག་དེ་རྟགས་དང་མངོན་པར་ཞེན་དང་གཉེན་པོ་མེད།

ཨ་རྟགས་རྟགས་དང་གཅིག་ཅིག་རྟགས་དུས་རྟག་ཏུ་དེ་ལྟ་དུས་རྟག་ཏུ་སྐྱག་བྱེད་ཅིག་མངོན་པར་ཞེན་པ་སོགས་ག་དུས་ཡིན་པ་ཡིན་ན་ཁོང་ཁྲོ་ཡིན་ན་རེག་ཤུགས་ལྕི་པོ་ཅན་ཚེ་འོག་དེ་ལ་གཉེན་པོ་ག་ས་འོག་དེ་གཉེན་པོ་གཉེན་པོ་ས་འོག་དེ་གཉེན་པོ་གཉེན་པོའི་ཁྱད་པར་སུ་ལ་བར། ཡོན་ཏན་ཡོན་ཏན་ཚུལ་ལྡན་ཡོན་ཏན་ཡོན་ཏན་ཡོན་ཏན་སམ་ནི་ལ་ཤེས་བྱའི་ང་རང་ལས་རང་ལས་རྩ་ཆེ་བ་བླ་མ་དང་ས་ཡི་རང་ལ་ཡོན་ཏན་རེ་བ་འོག་དེ་གཙོ་བོ་བདེན་པ། ཞིག་ཞེས་ཟེར་ན་ཁའོ་ཤས་ཁུག་ཤེས་ན་དཔེར་ན་དགེ་བ་བྱེད་ས་གི་ཤེས་སྡིག་པ་བྱེད་ས་གི་ཤེས་ཟེར་རོ།

དེ་བས་རྒྱུ་མཚན་དེ་ལ་བརྟེན་ནས་དགེ་བ་སྤྱོད་ལ་བརྩོན་པ་བྱས་དགེ་བ་སྤྱོད་ལ་ཟིན་དགེ་བ་དཔེ་མེད་ཆེན་པོ་ས་ཡ་ལ་འབད་བརྩོན་བྱེད་དགོས་རེད་ཟེར་བ་ལྟ་ཟིག་ཨ་འགྲེལ་བྱེད་ཟིག་ཨ། ནས་འདིའི་ཚིག་འགྲེལ་སོང། དང་པོ་འོ་ས་དགེ་བ་དང་མི་དགེ་བ་རྣམ་ལྔ་ཆེན་པོ་ནས་སོ། དང་པོ་ཁ་ཟིག་ཤེས་ཡ་དེ་དགེ་བ་དང་མི་དགེ་བ་རྣམ་ལྔ་ཆེན་པོ་ཁ་ཟིག་དགེ་བ་ཡིན་ན་རེད་མི་དགེ་བའི་རྣམ་ལྔ་ཆེན་པོ་ཁ་ཟིག་ལབ་པ་ཡིན་ན་འབྱོར་པའི་ཁྱད་པར་སོ། དང་པོ་དེ་འབྱོར་པའི་ཁྱད་པར། དགེ་བ་བྱས་ན་རེད་མི་དགེ་བ་བྱས་པ་ཡིན་ན་དགེ་བ་བྱས་པ་ཡིན་ན་འབྲས་བུ་ཆེན་པོ་ཐོབ་པ་ཡོད་གིན། མི་དགེ་བ་བྱས་ན་མི་དགེ་བའི་འབྲས་བུ་བསམ་བློ་བཏང་ཕྱོགས་ཀྱི་ཕྱོགས་ནས། མི་དགེ་བ་བསགས་སོང་ན་དགེ་བ་ཆེན་པོ་བསགས་ཡོད་གིན། བསམ་བློ་གཏོང་ཕྱོགས་དང་ཆ་ནས་མི་དགེ་བ་བྱས་མི་དགེ་བ་བྱས་མི་དགེ་བ་བསམ་བློ་སྡུག་ཅག་བཏང་བ་ཡིན་ན་མི་དགེ་བ་ཆེན་པོ་བསགས་ཡོད་ན་སྦྱོར་བའི་ཁྱད་པར་གཅིག་བྱེད། དེ་ནས་བསམ་པའི་ཁྱད་པར་གཉིས་བྱེད། གཉེན་པོའི་ཁྱད་པར་གསུམ་བྱེད། བཞི་ལ་གཉིས་བཞི་དང་པོ། གའུ་ཞལ་ཀུ་ཤའི་སོ་ནམ་སྲ་ས་བཞི། གའུ་ཞལ་ཀུ་ཤའི་དང་པོ་བཅུ་བཞི་གཉིས་པ་ཅིག་བཞི་གསེར་རྡོ་གྲངས་ཀ་བཞི་དུ་མར་བཟླ། སོ་ནམ་སྲ་ས་བཞི་དཔེར་ན་ཁྱེད་རང་གིས་བླ་མ་གཅིག་ལ་མཆོད་པ་ཕུལ་བ་ཡིན་ན་ཁྱེད་རང་གི་སོ་ནམ་སྲ་ས་བཞི་དེ་བླ་མ་རེད། ཁྱེད་རང་གི་ཕ་མ་ལ་ཁྱེད་རང་རོགས་པ་བྱས་པ་ཡིན་ན་ཁྱེད་རང་སོ་ནམ་སྲ་ས་བཞི་དེ་ཕ་མ་རེད། གལ་སྲིད་ཕ་མ་ལས་སོ་ར་སོ་སོ་ལ་ཕན་ཐོགས་བྱེད་འོས་པའི་རྒྱུ་མཚན་བསྟན་ནས་ཁྱེད་རང་གི་ཕ་མ་ལ་བསྙེན་བཀུར་གྱིས་ཕ་མ་ཞལ་འདེབས་ཞུས་པ་ཡིན་ན་ཁྱེད་རང་གིས་ཕན་ཐོགས་ས་ཕ།

སྟོབས་ཆེ་ཆུང་གི་ཁྱད་པར་རྣམ་པ་ལྔས་བདག་དང་དགེ་སྡུག་དགེ་སྡིག་གི་ལས་སྟོབས་ཆེ་ཆུང་གི་ཁྱད་པར་རྣམ་པ་ལྔའི་སྒོ་ནས་མཁྱེན་དགོས་དོ། དགེ་བ་ཡིན་ན་རེད་སྡིག་པ་ཡིན་ན་རེད་སྟོབས་དགེ་བ་སྟོབས་ཆེན་པོ་མི་དགེ་བ་སྟོབས་ཆེན་པོ་ག་རེ་ཡིན་པ་ཡིན་ན་ཡང་དེ་དགེ་སྡིག་གི་ལས་སྟོབས་ཆེ་ཆུང་གི་ཁྱད་པར་དེ་ག་ས་རྣམ་ག་ལྔའི་སྒོ་ནས་མཁྱེན་དགོས་རེད་བླ་མ་ལྔ་སྒང་དྲོ་བཟང་རྣམ་པ་ལྔའི་སྒོ་ནས་ཁྱེར་དགོས་ཟེར་རྣམ་པ་ལྔ་དེ་སྦྱོར་པོའི་ཁྱད་པར་བསམ་པའི་ཁྱད་པར་གཉེན་པོའི་ཁྱད་པར་བཞི་བཅས་བཞི་དང་པོ་བཞི་གཉིས་པ་འོག་འདོགས་དགེ་སྡིག་གི་ལས་སྟོབས་ཆེ་ཆུང་གི་ཁྱད་པར་རྣམས་ཁྱད་པར་རྣམ་པ་ལྔའི་སྒོ་ནས་མཁྱེན་དགོས། ཐ་ཚིག་ལ་འབྱོར་པ་འདྲེ་རྒྱལ་བོར་གདའ། དེ་ཡང་དུས་རྟག་ཏུ་བྱེད་པ་ནི་སྦྱོར་བོའི་ཁྱད་པར་ཏོ། ག་དུས་ཡིན་པ་ཡིན་ན་ཡང་ཆེས་མི་དགེ་བ་ཡིན་ན་མི་དགེ་བྱེད་ཆེས་བདེ་བ་ཡིན་ན་མི་དགེ་བ་མང་པོ་ཆགས་འགྲོ་རོ། ག་དུས་ཡིན་པ་ཁྱེད་རང་དུད་འགྲོ་ལ་སོགས་པ་དང་འབུ་ལ་སོགས་པ་བསད་བསད་བསྡད་པ་ཡིན་ན་བྱེད་ཆེས་དུས་རྟག་ཏུ་བྱེད་ཆེས་པ་བསྡད་པ་ཡིན་ན་དུས་རྟག་ཏུ།

ད་དཔེར་ན་ཁྱེད་རང་ར་ལུག་སོགས་པ་གཅིག་བསད་ཀྱི་ཡོད་པ་ཡིན་ན་བསད་སྟངས་དེ་ཁོང་ཁྲོ་དྲག་པོ་ཧེ་བོ་ཅིག་མགོ་ནས་བསད་པ་ཡིན་ན་ཁོང་ཁྲོ་ལངས་པ་ཡིན་ན་ཁོང་ཁྲོ་ཤུགས་དྲག་པོ་མགོ་ནས་ལས་ཀ་བྱས་པ་ཡིན་ན་སྡིག་པ་དེ་ཡང་དཔེ་མི་བསད་ཀྱི་ས་ཡོད་དཔེར་ན་ངས་དཔེ་བཞག་པ་དཔེར་ན་ཁྱེད་རང་གཅིག་ཙི་ཙི་བསད་ཀྱི་ཡོད་ན་ཙི་ཙི་དེ་ཁོང་ཁྲོ་ཞེ་དྲག་མེད་པ་བྱས་ནས་ཙི་ཙི་བསད་པ་དང་ཁོང་ཁྲོ་ཤུགས་དྲག་པོ་མགོ་ནས་ཙི་ཙི་དེ་ངའི་ནང་ལ་གནོད་པ་ཞི་བོ་སྐྱེལ་གི་འགྲོ་ཞི་བོ་སྐྱེལ་གི་འགྲོ་བསམ་ནས

མངོན་པར་ཞེན་པ་སམ་མངོན་པར་ཞེན་པ་ཡིན་པ་མངོན་པར་ཞེན་པ་དགེ་བ་ཡིན་ན་དགེ་བ་ལ་དཔེ་མི་སྲིད་ཀྱི་བདག་མེད་ངས་དགོངས་ཏུ་ཞུ་ཡིན་པ། སེམས་བསྐྱེད་ཡིན་ན་སེམས་བྱང་ཆུབ་སེམས་དཔེ་མི་སྲིད་ཡག་པོ་རེད་ཞེས་བྱང་ཆུབ་སེམས་ལ་མངོན་པར་ཞེན་པ། འོ་དང་པོ་སྡིག་པ་ཡིན་ན་ངས་སྡིག་པ་ཀྱི་རྩིས་རྩིས་དེ་ངས་མ་བསལ་ན་འགྲིག་གི་མི་འདུག་བསམ་ནས་སེམས་གཅིག་ཏུ་འཕགས་ལོ་དེ་ལ་མངོན་པར་སྡིག་པའི་ལས་ལ་མངོན་པར་ཞེན་པའོ། འདི་ལྟ་བུ། དུས་རྟག་ཏུ་འདི་རྟག་ཏུ་འདུ་བ། དེ་ཡང་དུས་རྟག་ཏུ་འཇིགས་སེལ་བ་ཅན་ཁོང་ཁྲོ་དང་སེམས་བསྐྱེད་དང་ཁོང་ཁྲོ་སོགས་བསམ་པ་ཤུགས་དྲག་པོས་སྔོན་ནས་མངོན་པར་ཞེན་ནས་བྱེད་པ་ནི་བསམ་པའི་ཁྱད་པར། བདག་དགེ་བ་ཡིན་ན་དགེ་བ་ཡིན་ན་དགེ་བ་ཤུགས་དྲག་པོས་མགོ་ནས་དགེ་བ་བྱེད་ཡ་མི་དགེ་བ་ཡིན་ན་མི་དགེ་བ་ཤུགས་དྲག་པོས་མགོ་ནས་བྱེད་ཨོ་དེ་ལ་བསམ་པའི་ཁྱད་པར་ཞིག་ཡོད་རེད་ཟེར་ལབ་པ་རེད། ད་ལྟ་ཨ་དེ་བསམ་བློའི་ཁྱད་ད་སྙིང་པོ་སྙིང་པོའི་ཁྱད་མདོ་འཇོམས་བྱེད་ཀྱི་སྙིང་པོ་འཇོམས་བྱེད་ཀྱི་སྙིང་པོ་མེད་པའི་སྙིང་པོའི་ཁྱད་པར་འཇོམས་བྱེད་ཀྱི་སྙིང་པོ་མེད་པ་སྙིང་པོ་ཟེར་ན་ཁ་བརྡའི་ལ་ཡིན་པ་ག་རེ།

ཞེས་གཉིས་ཡོད་པ་ནི་ཞེས་དང་པོ་དང་ཡོན་ཏན་རྩོད་ལྡན། ཡོན་ཏན་རྩོད་ལྡན་གྱི་ཞེས་སོ་ཡོན་ཏན་རྩོད་ལྡན་གྱི་ཞེས་བླ་མ་དང་དུ་རང་ལས་རྩ་ཆེ་བ་རང་ལས་དཔེ་མི་སྲིད་རྩ་ཆེ་བ་བླ་མ་ལ་སོགས་པ་དང་སངས་རྒྱས་ལ་སོགས་པ་དེ་ཚོ་ལ་ཆེ་བ་ཕུལ་བ་ཡིན་ན་རང་གི་ལ་ད་ང་རང་ཚེ་འདི་ལ་སངས་རྒྱས་དང་ལྷའི་ཡོན་མོ་སྐྱབས་མགོན་རིན་པོ་ཆེ་སངས་རྒྱས་དེ་དངོས་སུ་རེད་འོ་དེ་ལྟ་བུ་སྐྱབས་སངས་རྒྱས་བཅོམ་ལྡན་འདས་དང་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་དངོས་སུ་མཇལ་གྱི་མེད་པ་ཡིན་ན་ཡང་ད་གོང་ས་སྐྱབས་མགོན་ཆེན་པོ་རིན་ཆེན་ལ་སོགས་པ་དང་འོ་དེ་ཚོ་བླ་མ་རྩ་ཆེན་པོ་དེ་ཚོ་སངས་རྒྱས་སྐྱབས་ཆེན་པོ་དེ་ཚོ་སངས་རྒྱས་དང

འཕགས་མ་སོགས་ཕན་འདོགས་པའི་བཞིན་དུ་རང་ལ་ཕན་ཐོགས་མཁན་རང་ལ་ཕན་ཐོགས་ཕན་ཐོགས་བྱམས་སྙིང་རྗེ་གིས་ཀྱང་དེ་བཞིན་འཕགས་མ་རང་ལ་ཕན་ཐོགས་མཁན་ཞེས་བྱ་བའོ་དེ་ལྟ་བུ་རང་ཁྱེད་རང་གི་ཕར་ལ་འཕགས་མ་དང་དེ་ཚོ་ལ་རོགས་པ་བྱེད་པའང་ཕན་འདོགས་པའི་བཀའ་ཟེར་དུ་འཕགས་མ་སོགས་ཕན་འདོགས་པའི་ཕན་འདོགས་པའི་གཞི་ཤེས་གཉིས་དུའོ། ཡོན་ཏན་རྩོད་ལྡན་གྱི་གཞི་ཆེ་ཕན་འདོགས་པའི་གཞི་ཤེས་ལ་གཉིས་དུ་གའུ་ཤ་ཀུ་ཤི་ལ་སོགས་ནོར་བཟང་ཤེས་གའུ་ཤ་ཀུ་གཉིས། རང་ལ་ཡོན་ཏན་ཆེ་བ་བླ་མ་ཆེ་རང་ལ་ཕན་འཕགས་མ་སོགས་ཕན་འདོགས་པའི

གཉེན་པོ་དང་བཞིའི་སྒོ་ནས་བསམ་བློ་མ་བཏང་རེ་བ་དཔེར་ན་ཁྱེད་རང་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལ། ཀུན་ནས་བསླངས་ནས་དཔེ་མི་སྲིད་ཀྱི་མཆོད་པ་ཕུལ་བ་ཡིན་པ་ཡིན་ན་བསམ་བློ་རྒྱ་ཆེན་པོ་ཟ་ཡི་ཡོད་རེད་ད་ཁྱེད་རང་ལྟ་བུ་སངས་བཅོམ་ལྡན་འདས་སྐྱབས་མགོན་རིན་པོ་ཆེ་ལྟ་བུ་རྗེས་སུ་དཔེ་མི་སྲིད་ཀྱི་སྐུར་པ་བཏབ་པ་ཡིན་ན་དཔེ་མི་སྲིད་སྡིག་པ་ཆེན་པོ་ཟ་ཡི་ཡོད་རེད་འོ་ད་ནངས་ཁྱེད་རང་གི་ཕ་མ་ལ་དཔེ་མི་སྲིད་ཀྱི་ཕན་ཐོགས་པ་ཡིན་ན་ཕ་མ་ལ་དཔེ་ཕན་ཐོགས་བྱས་ཀྱི་དཔེར་ན་སྔས་མ་ཆུང་ཆུང་སྐར་ན་ཕ་མ་ང་ཚོ་ལ་རོགས་པ་བསྐྱངས་ཡོད་རེད་བ་འོ་ད་ཕ་མ་རྒན་གོག་ཆགས་པའི་སྐར་ལ་ཕས་མ་ལ་རོགས་པ་བྱས་པ་ཡིན་ན་བསམ་བློ་ཆེན་པོ་ཟ་ཡི་ཡོད་རེད་ཕ་མ་ལ་ཡང་རྒྱུད་ཀྱི་ལན་ལོག་ཅེས་མིག་ལོག་དང་ལ་སོགས་པའོ། དེ་ལན་ལོག་བྱེད་པའི་སྡིག་པ་ཆེན་པོ་ས་ཡི་དུ་བའོ། དེ་ཡོན་ཏན་རྩེ་ལྡན་གྱི་དོན་དགག་ས་དང་པོ་སྦྱོར་བའི་གཞི། སྦྱོར་བའི་ཁྱད་པར་བསམ་པའི་ཁྱད་པར་གཉེན་པོའི་ཁྱད་པར་གཞི་ལ་གཉིས། ཡོན་ཏན་རྩོད་ལྡན་གྱི་གཞི་ཕན་འདོགས་པ་བཞིན་དུའོ། དེ་ལས་བྱུང་བའི་གེགས་རྣམ་ལྔ་ལས་བྱུང་བའི་དགེ་སྡིག་གི་འབྲས་བུ་ཆེན་པོ་འབྱུང་བ་ཡིན་པས་སྡིག་པ་ཆེན་པོ་སྤང་དགོས་སོ། སྡིག་པ་ཆུང་ངུ་སྡིག་པ་ཆུང་ཆུང་དགག་ས་སྡིག་པ་སྡིག་པ་ཆེན་པོ་སྡིག་པ་ཆེན་པོ་དག་སྤང་དགོས་པ་ཨ་ཅང་ཅང་ཡིན་དང་ཡིན་སྡིག་པ་ཆུང་ངུ་ཡིན་ན་སྤང་དགོས་རེད། ད་དེ་རིང་ག་སང་ང་ནི་ཤོ་ལོ་ཀ་གཉིས་འགྲོ་ཡས་རེད་ག་རེ་ཟེར་ན་ཤོ་ལོ་ཀ་ད་དེ་རིང་གི་འགྲོ་ཡས་ཀྱི་ཤོ་ལོ་ཀ་དང་པོ་དང་གཉིས་བར་གྱི་འབྲེལ་བ་ཆེན་པོ་ཆགས་འདོད་ཡོད་རེད་འབྲེལ་བ་ཆེན་པོ་ཡོད་པ་ཡིན་ན་ངས་ཤོ་ལོ་ཀ་གཉིས་གཉིས་འགྲོ་དེ་མ་གཏོགས་ངས་ཤོ་ལོ་ཀ་གཅིག་གཅིག་མ་གཏོགས་འགྲོ་གི་མི་འདུག་ཨ་རྒྱུ་མཚན་དེ་ལས་ད་དེ་རིང་དེ་ཤོ་ལོ་ཀ་དེ་རིང་གི་ཤོ་ལོ་ཀ་དང་པོ་དང་གཉིས་བར་གཉིས་འབྲེལ་བ་ཆེན་པོ་ཡོད་པའི་རྒྱུ་མཚན་དེ་ནི་ཤོ་ལོ་ཀ་གཉིས་བར་དེ་འགྲོ་ཡས་ཡིན་ད་དང་པོ་ཤོ་ལོ་ཀ་གཉིས་བར་མ་འགྲོ་སྔོན་ལ་དང་པོ་ཚིག་གི་དོན་དག་དེ་ཤེས་ཡས་ཡིན་ལན་ཚ་ཟེར་ན་ཚ་རེད་ཚ།

དེ་བཞིན་སྡིག་པའི་ལས་ནི་ཆུ་སྡིག་པའི་ལས་ཆུང་ངུ་ཡང་དགེ་བའི་ཆོས་སྐྱེ་བ་ལ་ཁྱབ་པར་བྱེད་དམ་འགྲེལ་བཤད་རྒྱབ་ཨ་པར། ཞེས་པ་འགྲེལ་བཤད་ནི་སླབས་རེད། ལན་ཚྭ་ཡང་ན། གང་གི་འགྲེལ་བཤད་རེད་ད། ལན་ཚྭ་ཡང་ན། ཚྭ་ཉུང་ངུ་ཞིག་ཟིན་ཏོ་ཚང་ཉུང་ཉུང་ཞིག། ལན་ཚྭ་ན་ཆང་ཉུང་ཉུང་ཞིག་ཆུ་ཉུང་ཉུང་ཞིག་གི་ནང་བླུགས་ན། འདུ་བ་ཧ་མ་གོ་མི་འདུག། ཆུ་དེ་ཚྭ་ཡི་དྲོ་བ་ཉིད་དུ་འགྱུར་ཐུབ་ཀྱང་འདུ་བ

ཆ་ཉུང་ཉུང་དེ་ཕོར་བ་གཅིག་གི་ནང་བླུགས་པ་ཡིན་ན་ཆུ་ཉུང་ཉུང་དེ་ཚ་ཡི་དྲོ་རྒྱུག་ཐུབ་གི་དེ་ལྟ་བུ་ཚ་ཐུར་མ་གང་དེ་ཆུ་མོ་གང་གི་ནང་བླུགས་བཞག་ན་ཆུ་རླུང་ཆེན་པོ་གཅིག་གི་ནང་བླུགས་བཞག་པ་ཡིན་ན་དྲོ་བ་རྒྱུར་མི་ཐུབ་པ་ནང་བཞིན་ལ་མི་ཐུབ་པ་བཞིན། སྡིག་པའི་ལས་ཆུང་ངུ་ཞིག་གིས་ད་དཔེ་རེད་སྡིག་པའི་ལས་ཆུང་ངུ་ཞིག་གིས་དགེ་བའི་རྩ་བ་ཆུང་ངུ་ཞིག་གི་འབྲས་བུ་འབྱིན་ནུས་པ་མ་གཏོགས་དགེ་བའི་སྡིག་པའི་ལས་ཆུང་ངུ་གཅིག་གིས་དགེ་བའི་རྩ་བ་ཆུང་ཆུང་གཅིག་མ་བརླག་ག་སོང་འབྲས་བུ་འབྲས་བུ་མེད་པ་བཟོ་ཐུབ་ཀྱི་རེད་ལབ་རེད།

ཆུང་ངུ་ཞིག་གིས་དགེ་བའི་ཆུང་ངུ་ཞིག་གི་འབྲས་བུ་འབྱིན་ནུས་པ་མ་གཏོགས་དགེ་བའི་རྩ་བ་ཆེན་པོ་ལ་འབྲས་བུ་འབྱིན་མི་ཐུབ་པར་སྡིག་པ་ཆུང་ངུ་གཅིག་གིས་དགེ་བ་ཆུང་ཆུང་གི་འགྱུར་བ་བཏང་ཐུབ་ཀྱི་རེད་ལབ་རེད། དེ་ལྟ་བུ་དགེ་བ་སྡིག་པ་ཆུང་ཆུང་དེ་དགེ་བ་ཆེན་པོ་གཅིག་ལ་རྩ་བ་ཉིད་ནས་འགྱུར་བ་བཏང་ཐུབ་ཀྱི་མ་རེད་ཟེར་རྒྱུ་མཚན་དེ་ལས་གང་སྤེལ་ལགས་སམ་དཔེར་ན་ཚྭ་ཉུང་ཉུང་གཅིག་གིས་ཆུ་ཉུང་ཉུང་གི་དྲི་བ་བསྒྱུར་ཐུབ་ཀྱི་མ་གཏོགས་དེ་ལྟ་བུ་ཆ་ཉུང་ཉུང་དེ་རྒྱ་མཚོ་གཅིག་ན་བླུགས་བཞག་ན་ཆུ་མོ་གང་ག་ན་བླུགས་བཞག་ན་གྲོགས་འགྱུར་ཐུབ་པས་དེ་བཞིན་དུ་སྡིག་པའི་ལས་ཆུང་ངུ་གཅིག་གིས་དགེ་བའི་ལས་ཆུང་ངུ་གཅིག་ལ་འགྱུར་བ་གཏང་ཐུབ་ཀྱི་རེད་མ་གཏོགས་དགེ་བའི་ལས་སྡིག་པའི་ལས་ཆུང་ངུ་གཅིག་དགེ་བ་རྩ་བ་དགེ་བའི་དགེ་བའི་རྩ་བ་ཆེན་པོ་གཅིག་ལ་ཆེན་པོ་གཅིག་གི་འབྲས་བུ་ལ་འགྱུར་བ་རྩ་བ་ཡིན་གཏང་ཐུབ་ཀྱི་ནའ་རེ་བ་རྒན་པོ་གང་བྱེད་མི་ཐུབ་པ་བཞིན་ནོ་དེ་མི་ཐུབ་མི་ཐུབ་པའོ་ཨོ་དེ་ནང་བཞིན་ད་རྒྱུ་མཚན་དེ་ལ་བརྟེན་དེ་རིང་ང་ཚོ་ག་རེ་བཤད་དགོས་སུ་ལབ་པ་ཡིན་ན་སྒང་དེ་ལ་ག་དུས་ཡིན་པ་ཡིན་ན་ཡང་ཁོ་ཚོས་སྡིག་པ་ཡིན་ན་སྡིག་པ་ཇེ་ཆེ་བས་ན་སྡིག་པ་ཆེན་པོ་བསགས་ཀྱི་རེད། མི་དགེ་བ་ཡིན་ན་མི་དགེ་བ་ཇེ་ཆེ་བ་དེ་བཞེངས་ན་མི་དགེ་བ་ཆེན་པོ་བསགས་ཀྱི་རེད་དགེ་བ་ཡིན་ན་དགེ་བ་ཆེན་པོ་ཆེ་བཞག་ན་དགེ་བ་ཆེ་བ་རེད་དེ་ཡང་དགེ་བ་ཇེ་ཆེ་བས་དེ་ཡང་ན་འོག་ཏུ་འབྱོར་བའི་ཁྱད་པར་ཆེ་ད་ཕ་བསམ་པས་བསྐྱེད་པ་ས་དཔེར་ན་དགེ་བ་ཡིན་ན་ཡང་དགེ་བ་དགེ་བ་དེ་དཔེ་མེད་བསམ་བློ་ཤུགས་དྲག་གང་ལ་ཡིན་པ་བྱང་ཆུབ་སེམས་འདི་སྒོམ་སོང་ན་བྱང་ཆུབ་འདི་དཔེ་མེད་ཟིག་རྩ་ཆེན་པོ་རེད་བསམ་ནས་བྱས་པ་ཡིན་ན་དཔེ་མེད་བསམ་བློ་རྒྱ་ཆེན་པོ་བསགས་ཡོད་གི་ད་ཡང་དཔེར་ན་ཅིག་མ་གོ་མི་དགེ་བ་ལས་བྱེད་པ་ག་ལ་ཁོང་ཁྲོ་དྲུག་དག་པོ་མགོ་ནས་བྱས་པ་ཡིན་ན་ཡང་མི་དགེ་བ་ཆེན་པོ་བསགས་ཡོད་བསམ་པས་བྱས་པ་འདུག

ཤ་ནི་དག་རྒྱུ་ཡོད་པ་སྡིག་པའི་ཡོན་ཏན་ཞིག་ལ་ཡིན་པའོ། དེ་ལྟ་བུ་སྡིག་པ་དེ་མ་ཤ་བུ་བྱེད་པ་ཡིན་ནའོ། དེ་གཉེན་པོས་མ་བསྟེན་པ་ཡིན་ན་སྡིག་པ་ཆེན་པོ་བསགས་འགྲོ་ཡོད་རོའོ། དེ་གཉེན་པོས་བསྐྱེད་པར་བྱེད་དེ་ནི་གཞི་ལ་གཉིས། རང་ལས་རྩ་ཆེ་བ། རང་ལས་རྩ་ཆེ་བ། བླ་མ་བླ་མ་ལས་བྱང་ཆུབ་སེམས་དཔའ་དེ་ཚོ་ལ་ཡོན་ཏན་གྱི་བསོད་ནམས་བསགས་ཤིང་ཞེས་གཅིག། རང་ལས་རང་གིས་རང་ལ་ཕན་འདོགས་པའི་གཞི་ཕ་མ་ལ་སོགས་པའོ། དེ་ཕན་འདོགས་པའི་གཞི་ལ་གཉིས་དུའོ། དེ་ལྔ་སྟེ། བསམ་བློ་བཏང་ཆོག་ན་སྡིག་པ་ཡིན་ན་སྡིག་པ་ཆེན་པོ་ཆགས་འགྲོ་གི་མི་དགེ་བ་ནི་མི་དགེ་བ་ཆེན་པོ་ཆགས་འགྲོ་གི་ཡོད་རེད་ཟེར་ལབ། ཨོ་རྒྱུ་མཚན་དེ་ལས་དོན་ག་དུས་ཡིན་པ་ཡིན་ན་ཡང་དགེ་བ་ཆེན་པོ་བསགས་ཡ་ལ་བསགས་ཡ་དང་མི་དགེ་བ་ཆེན་པོ་སྤང་ཡ་ལ་ངེས་པར་དུ་འབད་བརྩོན་བྱེད་དགོས་རེད་ཟེར་ཏེ་དེ་རིང་གི་ཀ་ཟེར་ཏེ་ཤོ་ལ་ཀ་གི་བསྟན་བྱ་གཙོ་བོ་འགྲོ་བསླབ་བྱ་གཙོ་བོ་དོ་དེ་རེད་དེ་ཚང་མ་དེ་ལ་ངེས་པར་དུ་ཅུང་མཛེས་ཙམ་ཅིག་བཤད་གི་ཐབས་ཤེས་གནང་རོགས་གནང་རྩ་བ་ཉིད་ནས་ཁ་ཤས་ཚུད་ན་རྩ་བ་མགོ་ཚུད་མགོ་ཚུད་མེད་པ་འདྲ་བ་དེ་འདུག་དེ་མ་བྱས་པའི་ཆེད་ནས་བཤད་གི་ཐབས་ཤེས་གནང་རོགས་གནང་དོན་ཆེ་ན།